འོ་ལགས་སོ་དེ་ནས་ང་ཚོ་བཀྲས་བཙོང་གི་གསུང་གཏམ་གྱི་འདུན་མ་ཐད་དུ་ཉན་མཁན་ཡོངས་སུ་རྩོད་པ་གི་འདི་ལ་ཨང་གི་དྲི་བྲོ་རེད་དོ་སྙི་མ་རེད་ཡ་ནས་ཡོད་རེད་ཀྱི་ཚོང་མ་བཀའ་དྲིན་ཆེ།

དེ་ནས་ཚེ་རིང་ལགས་ཁ་ནས། སྲིན་ལག་འགི་དག་བྲག་ཁུང་གི་ཁ་ཚོན་མ་རྒན་ཁུར་གི་སྲིད་ཡོད་ལེ་རེད་དམ་མེ་མདའ་རྒྱག་སྲིད་ཡོད་ལེ་རེད་ལེ། མ་རྒན་མེ་མདའ་རྒྱག་སྲིད་ཚོགས་དེ་དེ་ལ་དེ་ནས་བུ་མོ་ཆུང་ཆུང་དེ་དག་དེ་ཁོང་རིའི་ནང་དེ་ནས་བཀྲུ་བ་དེ་འདུག་ལེ་རེད། འོ་དེ་དེ་ལ་དེ་ནས་བོང་འདྲེ་ཡ་ར་དག་ལོ་སར་གི་ཚིས་པ་སང་ལ་ཡ་ར་དཀར་ལི་བལ་དེ་འདི་སྐྱོ་ལགས་སུ་ཀི་ཡ་འགྲོ་བ་དེ་བྱས་དེ་དེ་ལ་དེ་ནས། བུ་མོ་དེ་གི་དག་སྒོ་ཧ་ལ་ནས་ཁུར་གི་ཤ་ཚ་དེ་ནས་ཁོའི་ལྷ་སར་ཁྲེན་འགྲོ་ལེ་རྫི། དེ་ནས་ཁུར་ཕ་ར་དཀར་ལི་བལ་སྐྱོ་ལགས་དེ་ཕག་ཁུ་དེ་ནས་དག་ཚེ་རིང་དེ་ནས་ཚོང་ཁུང་འདྲ་ཁྱེར་འག་ཀི་དེ་ནས་ཚེ་རིང་ཐང་འདི་དེ་ལ་དག་བུ་མོ་དེ་གི་དེ་ནས་གའུ་འདུག་ལེ་རེད་དེ་ནས་ཁུར་གི་བུ་མོ་དེ་ལ་དག་ཀུ་ཟིའི་བུ་ནས་དཀར་ལི་བལ་ནས་ཉིའུ་ད་ཁོ་ཟིག་ཡོ་བ་ཟིག་གང། ཨོ། དེ་རྩེ་དེ་དེ་ལ་དངོས་གནས་གྲོ་ནས་གི་ད་འགྱིག་སྟེང་ལ་མི་སྲིད་པོ་དེ་ནི་འཛིན་མ་ཟིག་གིས། དེ་རྫས་བོ་ལེར་ད་འཛིན་མ་གི་དེ་ནི་ཚི་ག་དེ་འདུག་གོ་ང་ཚོ་འདི་ནས་མར་སྲིད་གི་རྒྱ་ཁོ་ཚོ་གི་རྫས་དེ་ནི། ད། བུ་མོ་དེ་གི་ཚི་ག་རྫོགས་གི་ར་ལས། ལོ་ཐོག་ཚེས་ཐོག་བདེན་པ་སྐད་པ་ཁྲ་ཞིག་སྙན་པ་ཤ་ཚ་སྤྲང་དུང་ཆེ་བ། སྣ་དགའ་འབྲོང་ཞིག་གཡས་ལེ་བ་འཛིན་པའི་སྐབས་སུ་མཛེས་ཀུན་ཚར་བ་སྐྱེས་ལ། ལྷག་པར་དུ་མོའུ་གི་མིད་པའི་ནང་ལ་བྲག་འདྲེས་པ་མེད་བཀྲ་ཤིས་སྤྲི་དཀར་ཚ་བ་ཟེ་བ་རན་ལ་གྱེན་དུ་ལངས་པ་རི་དྭགས་མི་གཅིག་མངོན་དུ་མཚོན་པ་ཨ་ཛེ་ལེ་རི་དྭགས་ང་ཚོ་སྙན་ངག་མེ་ལོང་གི་ནང་དུའང་རི་དྭགས་མི་གཅིག་མཛོད་ཅིག་ད་མཛེས་མ་གི་ད་གང་དེར་དེ་འདི་དེ་མའི་འདྲ་བོ་ཅིག་དེ་ཨ་ན་མ་ན་ཟི་ད་ད་རེ་གི་དེ་འདི། བུ་མོ་རྫ་སྐྱིད་རྫི་དེ་ལས་ནག་རྟ་རྫ་སྐྱིད་རྫོགས་རྗེས་དེ་དོན་དྲེག་གི་རྟ་འཛིན་མ་དྲང་བོ་ཟིན་གི་ཨ་དེ་རྫི་ལོ། དེ་ནས་མོ་རི་རྟ་སྲེག་གི་གཡའ་ཚོང་ལ་འདའ་འོ་དེ་ནས་འདིས་བོང་དྲེག་གི་རོགས་པ་བརྒྱ་དེ་བཙས་དེ་དེ་ལ་ད་གང་ལྟར་དོན་དུ་གཉའ་རྫོགས་རྗེས་དེ། དེ་ནས་སའི་འོ་ལ་རེ་ཁོ་ཟི་ཡག་པོ་འོ་བཙོང་འདྲ་ཁྲེལ་ཐེང་རེ་དོན་དྲག་ཡག་རེ་ཡིན་དེ་དེ་ལ་ཡག་སྐྱིད་ལོ་སྐྱིད་ཡག་སྐྱིད་ཡག་སྐྱིད་ཡག་རེ་ཡིན་གྱི་རེ་ཨ། དེ་ནས་སྔན་ཁྱེད་འདྲ་ཡིན་ན་ཁྱོད་ཚོང་གི་ཆ་ཆིངས་མེད་ལེ་རེ་ད་ནས་ས་ཀི་ལང་ཁི་རེ་ད་ག་ས་ག་ནི་དེ་བཙས་དེ་དེ་ལ་མོ་རི་ལ་ཁྱེད་མེད་ལེ་རེ་མ་ཏོག་ད་ད་ད་དེ་ནས་སྐྱིད་ལོ་སྐྱིད་ཡག་སྐྱིད་ཡག་རེ་བཙས་ལེ་རེ། ད་ལེའུ་གཉིས་པ་དེ་ག་རེ་ཟེར་ན་སྲིང་མོ་བཟོ་བ་བཟོ་ཐང་ལ་ཐང་འདོད་ལེ་རེད་ད། ཁྱེད་རེ་ཟེར་ན་ད་ད་རིང་གི་དེ་འདུག་རྫ་སྐྱིད་འདུག། ད་ཁྱེད་འདི་ནས་ཁྱོད་བུ་མོ་གོ་ཆས་སུ་འདུག་དེ་བརྩེ་བ་ལེ་རེད་ད། ཁྱོད་སྟོང་གི་དེ་འདུག་སྲིད་ཀི་གཡག་དང་བོང་འབྲས་ལ་སོགས་པ་ཁོ་སུ་ཐང་གྱི་ལྷ་ས་གི་དེ་གྲོང་གཟི་དུ་ཞིག་ཟེར་ལ་ཁོང་པ་གཟི་ལ་འདུག་ད་ཚོང་ཁང་ཕུག་དེ་ནས་ང་ཚོ་གི་འདི་སྲིད་ཀི་གཡག་གི་ད། གི་ཁོང་རི་གི་དེ་ཆུང་མ་འདྲ་བཟོ་དགོས་འདུག་སུ་བཟོ་དགོས་གསུངས་ན་ད་ད་རིག་གི་འདི་རེད་ཨ།

ཚོང་ཁང་གི་ནང་ནས། ད་ཉི་མ་རང་གི་འདི་ལ་འདི་ན་ས་ནི་རྒྱལ་བཙོང་རོགས་ཀྱི་འདི་ན་ཐང་མང་བཟོ་བཙོང་རོགས་ཀྱི། འོ་འདི་ན་མུ་ཧྲི་བཙོང་རོགས་ཀྱི་འདི་ན་ད་ཅུ་བཟོ་བཙོང་རོགས་ཀྱི་འདི་ན་སྒོང་ང་བཟོ་བཙོང་རོགས་ཀྱི་ཟེར་ད་ངས་ཉི་མ་རང་གི་དེ་ཚོང་ཁང་སྒོ་ཁ་དེ་ནས་སྐྱེལ་འབའ་འདི་དེ་དེ་ལ། ད་གང་ལྟར་དེ་འདི་ང་ཚོ་གི་འདི། ད་ང་ཚོ་བུ་མོ་ཚོ་རྒྱ་བཟོ་བ་དེ་ལས་ད་ལྟ་ང་ཚོ་སྲས་ཀུ་ཡག་གི་དེ་ནས་ད་བདག་མོ་འདྲ་དེ་བཙོ་དགོས་དང་བཙུན་མོ་བཙོ་དགོས་ནས་དེ་འདྲ་ཡིན་ན་ཁྱོང་ཙང་དགོས་ལེ་རེད་ད་དེ་མི་ཁང། ན་བཙལ་ནས་ཁྱོང་གཙང་དུ་དགོས་དོན་མི་གང་རེད་སྙིང་ནང་ཁ་ཚོ་བོང་འབྲས་གི་དེ་ནས་དཀའ་ལས་བག་དེ་ནས་ད་ཚོང་ཁོང་མང་པོ་སྐེ་ཡ་ཐང་འདོག་ལེ་རེད་དེ་ཚོང་ཁོ་དེ་ད་ཁོང་ཚོ་གི་ཚོང་ཁོ་ཕག་འདོག་ལེ་རེད་ད་དེ་གཙང་མི་ཐོག་དེ་ཕ་ཁ་ནས་ཁྱོང་གཙང་མི་ཐོག་ཚེ་ཁ་ནས་ཚོང་ཁོ་དེ་འཛིན་མི་ཐོག་དེ་འདྲ་རེད་དེ་དེ་ལ་ད་དེ་ནས་ང་ཚོ་གི་འདི་ད་ཚོ་རྒྱ་མི་རུ་ཁེ་རི་གི་མི་རོ་དི་ད་རྫ་ཆེ་གི་དེ་ལ་རོགས་པ་རྩེ་ཁ་ཡ་རྩེ་དེ་འདྲ་རྩེ་དེ་དེ་ལ་དངོས་གནས་གྲོ་ནས་གི་དེ་ད་རྫ་ཆེ་གི་ད་རོགས་པ་ཆེན་པོ་ཟེ་དེ་ད་ཚོ་རྒྱ་ལ་རྒྱ་ཨ་དེ་རྩེ་བ་ལེ་རེད་ཨ་ཡ།

ད་གང་ལྟར་ང་ཚོ་གི་མཚོ་རྒྱ་མི་རིགས་ཀྱི་ལས་ཀ་ལས་མི་ཐོག་ས་ཡོངས་སུ་རྫོད་པ་དེ་རྫ་ཆས་ཀྱི་ལས་འགྲོ་ལེ་རེད་ད་ཁྱོད་འདི་ཚོང་ཁང་གི་དེ་ནི་སྐྱོག་ལ་ཡར་མ་དེ་ནི་གཉིད་ནང་ལ་བཙོན་རྒྱུ་རེད་ད་དེ་ཡར་མ་དང་ཐོག་ཁ་ནི་སྐྱོག་ལ་གཡག་རྩེ་འཁུར་རྒྱུ་རེད་མཛེས་ཁང་ནང་ལ་ཕག་རྒྱག་རྒྱུ་རེད་ཚུར་ལེན་རྒྱུ་རེད་ཡོངས་སུ་རྫོད་པ་དེ་ད་རྫ་ཆས་ཀྱི་ལས་འགྲོ་རྫ་ཆས་རྫོད་ཀྱི་དེ་གང་ལྟར་དེ་འདི་བུ་མོ་ཡ་ར་ད་བཟའོ་སྐྱེས་ལོ་རེད་དངོས་གནས་འབྲོག་ནས་ཀྱི་དེ་འདི་ལག་ལས་ཀ་རེད་ག་ས་ག་ནས་ད་གཞན་དང་འབྲེལ་ཟླ་མེད་པ་གི་དེ་འདྲའི་བུ་མོ་དེ་འདྲ་ཟིན་རྒྱུ་སོང་ནི་རེད་ཨ། དེ་ནས་སྟེང་ཁོང་གི་ཁོག་མིག་གཉིས་དང། ཁ་ལྷོ་རྟ་རོང་གྲི་ས་དེ་ཁོང་ན་ལེན་ནས་གཟི་མཆོང་བསྐྱལ་དུ་མཐའ་ཚོང་དུ་བསྐྱལ་ཚོང་ཁོང་གི་ཁའུ་བསྐྱལ་ནས་ཐོག་ཁུག་གི་མཐའ་ཚོང་དུ་བསྐལ་ཁོང་བསྟན་ནས་ཐད་ཁར་ཐོག་ཁ་འགྲོ་ས་ཡོད་པ་བཟོས་ལེ་རེད་ད་མར་ཁ་བཞག་ད་ན་ང་ཚོ་ཚོང་ཁོང་ཕོག་འདོད་ལེ་རེད་ཚོང་ཁོང་གི་ཐད་ཁ་དེ་ཡར་ད་ཏོག་ད་ན་སྐད་བཟོས་ལེ་རེད་དེ་སྐད་འགུག་ནས་ཡར་འགྱངས་འགྲོ་ཐོག་ཚོགས་གཉིས་པ་གི་སྟེང་ད་ན་ད་ཁོ་ཚོ་འདུ་ས་རེད་དེ་འདྲའི་ཆུ་ཁོ་ཚོ་གི་ད་ཁོང་པ་བླ་དྭགས་བརྩེགས་དེ་ནས་སྐྱོ་སྟོང་གི་སྟེང་དུ་ཁོང་པ་ཡར་རྒྱ་ཆེ་རྒྱ་ཡོད་དེ་བརྩེགས་ལེ་ཡིན། དེ་ནས་རྫ་ཆས་བལྟ་ཟེར་ན་ད་དེ་ནས་བཟང་སྟེ་ཚོང་ཁང་གི་ནང་ལ་བཞག་བཞག་ལས་དེ་རྫས་ལས་རེད་ད་ད་ཟེར། ཅོག་ཚོ་རྒྱ་འདྲ་མི་རིགས་འདྲ་ཡིན་ན་དེ་ནས་ཁྱུང་གཙང་དུ་དགོས་ལེ་རེད་ད་རྫ་ཆས་དེ་ནས་ད་ཚོང་ཁང་གི་ནང་ལ། ང་ཚོ་གི་དེ་ནས་འདི་ཚོང་ཁང་ནང་ན་ཅོག་ལག་རྩི་མཁན་ཚད་དེ་འདྲ་རྫས་བཞག་དེ་དེ་ལ། དེ་ནས་ད་རིན་ཁྱེད་རེད་ཟེར་ན་ད་རྫ་ཆས་ཚོང་ཁང་ནང་ལ་བཞག་དུས་མོ་རང་ཉིད་ཀྱི་དེ་ནས་ད་གཉའ་ནང་གཉིད་ཆེ་ཡག་ནང་ཡོངས་སུ་རྫོགས་པ་དེ་ཧ་ལས་འདི་དགོས་ཟེར་དེ་ནས་དོན་དག་གཉིས་འབྲི་ལེ་རེད། དོན་དག་གཉིས་དེ་ག་རེ་རེད་ཟེར་ན། ཏང་མི་རིགས་ཀྱི་རྫ་སྐྱེས་ཀྱི་དེའི་ཚོང་ཁང་ནང་ཏང་ལ་སྐྱོགས་ལག་ཚོས་གཡག་དེ་བཙལ་འདི་དགོས་འདུག་མཛེས་ཁང་དེ་ཕག་བོའུ་ལས་རེད་དོ་ལས་རེད་ད་མཛེས་ཁང་ནང་ནས་ཚོས་སྐྱོགས་ལག་ཚོང་ཁང་ནང་ལ་གཡག་དེ་འདྲ་བཙལ་འདི་དགོས་འདུག་རྫ་སྐྱེས་བུ་མོ་ཆུང་ཆུང་སུ་མ་ཏོ་མེད་ལས་རེད་མེད་དེ་དེ་ལ་ད་སྐྱོགས་ལག་ཁྱོད་ང་ཐུགས་སུ་ཐང་ཅིག་མི་རིགས་ཀྱི་ཁུར་འགྲོ་ལས་རེད་ཡིན་ནའང་སྐྱོགས་ལག་ཁྱི་ཡག་དེ་མི་རིགས་ཀྱི་མི་ཕྱུགས་དེ་རེད་དེ་དེ་ལ་ད་ཐོ་ག་ལ་འགྲོ་ཉེ་ཁྱི་ཡག་ནང་འོང་རོགས་གཙོ་འོང་བཞག་ནས་ད་གང་ལྟར་དེ་བཙལ་ནས་ཉི་མ་རེ་རེ་ལ་ལྟོས་ན་ཐེངས་མ་ལྔ་དྲུག་བྲིས་འདི་བདུན་བརྒྱད་རེ་ཐོ་ག་ལ་འགྲོ་འདི་དགོས་ལས་རེད། ད་ཐོ་ཀ་ག་ཚོད་ང་ཚོ་སེ་ཀི་ཡ་ཏོང་ནི་དེ་བོང་འབྲས་ལ་སོགས་པ་ཐུ་སུ་ཐང་གྱི་ཐོ་ཀར་བསྡད་འདོད་ལེ་རེད་ལེ་དེ་ནི་རྫ་སྐྱེས་ཀྱི་ད་མུ་ནི་སྐྱོ་ལ་ཁྱི་ཡ་ཐུ་སུ་ཐང་གྱི་ཚིས་མཛེས་ཁང་གི་ནང་ཚོང་ཧོ་ནང་ནི་མི་ཕྱུགས་ཚག་ད་ད་ཡོད་ཐོ་ཀར་ཉེ་ཁྱི་ཡ་ནང་ཡང་འོང་རོགས་ཀྱི་ང་ད་ད་ཚོང་ཁང་ནང་ནི་སྐྱོ་ལ་ཁྱི་ཡ་སུ་ཁུག་གི་དེ་ཚོ་དེ་འདྲི་རྫོགས་འདུག་དགོས་འདུག་དེ་ལ་ད་མི་རིགས་ཀྱི་དེ་བློ་ཐག་ཕེད་བསྡད་ནི་སྐྱོ་ཏོང་གི་དེ་འདི་རྫ་སྐྱེས་དེ་ལོ་ཕ་ཁྱི་སྐྱག་ཁྱི་ཟ་མ་ཏོ་རེད་ཡོད་ཀྱི་མ་རེད་ད་ལོ་དེང་ཁྱི་རེད་ཀྱི་ཤི་ལེ་མ་རེད་རྫ་སྐྱེས་མི་རིགས་ཀྱི་བློ་ཐག་ཁྱི་ཕེད་གི་རྫས་ན་ཉེ་ཡོངས་སུ་རྫོགས་པ་དངོས་གནས་དྲུང་ནས་རྫ་སྐྱེས་རྫོགས་རྒྱུ་དེ་བུ་མོ་སྐྱོང་ཕ་ཟེ་རེད་དགི་རྫོགས་འདུག་དགོས་ཟེ་དེང་ཕ་ཁྱི་འདྲ་བོ་ལེ་རེད་ཁྱི་འདྲ་བོ་ལེ་རེད་ཟེ་ན་མི་རིགས་ཀྱི་དེ་འདི

དངོས་གནས་བྲོ་ནས་བོང་འདྲེ་རེད་ད་ད་རེས་ཀྱི་མཚོ་རྒྱ་རེད་ཡོངས་སུ་རྫོགས་པ་ཧ་ལས་དེ་ནི་དངོས་གནས་བྲོ་ནས་ཀྱི་དེ་འདྲ་རྫ་སྐྱིད་རྫོགས་ཀྱི་སྟོང་ཕྲག་གི་བུ་མོ་རུ་པ་སྐྱིད་སྤྲང་བོ་ཟིག་ད་འདི་བུ་མོ་ཁྱོད་ཁྱོད་མ་ཟིག་གི་འདི་འདྲ་ལས་ཀ་བྱེད་ཀྱི་ཟིག་ཁོང་ཚོ་ཡོངས་རྫོགས་པ་ཧ་ལས་སོང་དེ་དོན་དག་ཅི་རེད། ཨ་དེ་དོན་དག་ཅི་རེད། དེ་ནས་དོན་དག་གཉིས་པ་དེ་ཁྱེད་རེད་ཟེར་ན་ད། འདི་སྐ་དེ་དུ་གི་ད་མཚོ་རྒྱ་ཡིན་ན་རེད་ད་སི་ཀི་གཡག་གི་ཡི་གེ་སི་ཤི་ལེ་རེད་མ་གཏོགས་མཚོ་རྒྱ་རེད། དེ་ནས་ང་ཚོ་བོང་འདྲེ་རེད་རྫ་སྐྱིད་ཀྱི་དེ་ཡི་གེ་ཁྱི་ཤི་འོང་དེ་ཡི་གེ་རྫོགས་ཡི་དུག་ཁེར་མ་སི་ཤི་ལེ་མ།

ད་མི་རིགས་ཀྱི་ཡི་གེ་ཙི་ཡིས་སྡུག་ཁེར་མ་ཟིག་ཤེས་ལ་མ་ཛ་ཆེ་མི་རིགས་ཡི་གེ་ཤེས་ལེ་མ་རེད་ག་ཡིན་ནའང་ད་དེ་རིང་ཚོང་ཁང་ནང་ལ་ཁྱི་ཚང་ཁྱི་རྒྱ་ཡི་གེ་ཁྱི་རྒྱ་ཡི་གེ་མི་རིགས་དེ་འདྲ་ས་བོ་ད་གང་ལྟར་དེ་འདྲ་སྟག་རྒྱ་དེ་འདྲ་ཁུ་དགའ་དེ་རྫས་ལེར་སྟག་ཁྱི་འདྲ་ཚི་རྒྱ་བ་ལེར་ཛི་ན་ཨེ་ཛ་ཆི་གི་སྟག་རྒྱ་དེ་ཟི་འདི་རེ་གི་ཨེ་ང་ཚོ་གི་འདྲི་སྟག་རྒྱ་བ་ལེར་ད་ཛ་ཆི་གི་སྟག་ཁྱི་རྒྱ་བ་ལེར་ཛི་ན་འདི་ང་ཚོ་གི་མེ་ཐིར་གི་སྟག་ལ་མེ་ཐི་གི་སྟག་ལ་འདྲི་ཚི་མི་ཐིར་ང་ཚོ་གི་མི་ཐིར་བོ་རེར་མི་ཐི་གི་གནས་ལ་ཆི་ཤ་ཡི་འདྲ་ཟི་འདྲི་ཚི་ཕག་ཚི་དེ་འདྲ་མི་རིགས་ཀྱི་དེའི་གནས་ལ་ཡང་མེ་འདྲ་འབག་འདི་ཟ་ཟི་ཁྲི་དེ

དེ་ནས་འབྲི་ཡི་ཡིན་ན་ཡང་བརྩེ་མ་ཀ་ར་འབྲི་ཡི་ཉན་མྱངས་ཙམ་མི་འདྲ་ཟེར་ཚེ་དེ་ནི་འབྲི་འབྲི་སྟེ། བརྩེ་མ་ཀ་ར་དེ་ཤེས་རྒྱུད་མང་པོ་ཟེར་བྲིས་དེ་ནི་འབྲི་འབྲི་སྟེ་ཡར་དེ་འདི་ཤེས་རྒྱུད་དུ་ད་ཡང་ཆེན་པོ་ཟེར་བྲིས་དེ་ནི་དེ་ནས་ད་དེ་ཚང་དེ་ན་དེ་ཚང་དེ་དེ་ཚང་དེ་རྫ་མུར་གི་འདྲེ་རྩ་སྟག་རྒྱ་དགུན་ཁ་ཁུ་འདི་དེ་ལ་ད་ཁོང་ཚོ་གི་དེ་ནི་རྫ་ཁྱི་རྫོ་ཁྱི་བུ་མོ་དེ་གི་ཡི་གེ་རྫི་ཡི་སྡུག་ཁེར་མ་ཟེར་ཤེས་ལེ་མ་རེད་དོ་བུ་མོ་དེ་གི་ད་ད་རིག་གི་དེ་ཁྱི་ཚང་ཁོང་ནང་ན་སྟག་རྒྱལ་དེ་ནི་དེ་ནི་སྔོན་ནས་གྲོང་ནས་གི་སྲས་གི་རྒྱ་དེ་དེ་དེ་ད་ང་ཚོ་གི་དེ་ནི་བུ་མོ་ཚོ་རྒྱ་དེ་དེ་དེ་ད་འདི་འདི་ང་ཚོ་གི་བང་འབྲེ་ཁོང་ཚོ་ཧ་ལས་སོང་ཟེར་ལེ་རེད།

དེ་ནས། ས་ནོ་རྟོག་ས་ནོ་དྲི་ནོ་ཅེ་རེ་ཛི་ན། ད་ས་ནོ་ལ་ཏྲི་ཝི་ཛི་ཏྲི་ཡ་ཛེ་ལ་རེ་དེ་ཁྱེར་རེ་མི་ཤིས་ད་ས་ནོ་གི་ས་ནོ་ད་ཁི་ཉི་ལ་ས་ནོ་ཙོ་འཇོ་ལ་རེ་ས་ནོ་གི་རྟོག་ལ་དེ་འདི་ཏྲི་ཝི་ཛི་ཏྲི་དེ་ནི་མི་རིག་དེ་འདྲེ་ཛེ་ཟེ། དེ་ནས། ཡང་ཡེ་ཛི་དེ་དི་སྒོ་ང་ཉེ་ཡང་ཡང་མྱང་བ་ཚ་མི་འདྲ་ཟི་ཙི་དེ་ནི་ད་ཡེ་ཛི་ལ་ཧང་ལང་ཧང་ལང་འདྲེ་ཚི་ཕ་ཅི་ལི་མ་ལི་ཟི་ཏྲི་སྒོ་ང་ཚང་དེ་ན་ཅེ་རེ་ཛི་ན་ཨོང་སྒོ་ང་དེ་ཁྲེ་ཁྲི་ཕ་ན་པུ་ཙི་དེ་ནི་ད་ཅི་ཐང་གི་དེ་ད་སྒོ་ང་གི་ཚི་ག་ངོ་འདྲེ་ཚི་དེ་ན་པུ་ཙི་ཏྲི་ཡ་དེ་ནི་དི་ཚང་དེ་ན་ཨ་ནི་ཕ་དེ་ཚང་དེ་ཛེ་འདྲེ་ཚི་མི་རིག་དེ་ནི་རྟོག་རྒྱ་ད་ཡི་གེ་ཤི་ལི་མ།

མདོར་ན་ཡི་གེ་རྫོགས་བྱེད་དེ་འདི་འདྲི་ཚུལ་དང་ལ་རེ་བ་སྐྱོ་ལག་ལ་སྟོན་ཏེ་རྟོག་བརྒྱའི་དང་པོའི་དེ་འདྲི་ཚུལ་དེ་རིམ་པ་བཞིན་དུ་ཡི་གེ་རྫོགས་བྱེད་དེ་འདི་འདྲི་ཚུལ་དང་ལ་རེ་བ་ད་ང་ཚོ་གཡུང་ས་ཡི་གེ་མིན་ན་རྫོགས་ལ་གཡུང་ས་ཡི་གེ་ཟིན་ན་རྫི་དེ་ཕྱིར་སྐྱོ་ལོག་ལྟ་ནི་ཇི་ལྟ་བ་ཡིན་གྱི་མ་རེད་དོ་ད་གཞན་པ་ཡི་གེ་དུ་སུ་ཐང་ཆད་དཔེར་ན་རྒྱ་ཡིག་ཟིན་ཡིན་ན་གོ་ད་ང་ཚོ་དེ་ནི་ཉི་མ་ལྟ་བུ་ཟིན་ན་ཁོ་ཉི་མ་གི་ཚིག་ག་རྫི་ཟླ་བ་ལྟ་བུ་ཟིན་ན་དེ་ནི་ཟླ་བ་གི་ཚིག་ག་དྲན་ནོ་ང་ཚོས་དེ་འདྲི་ཚུལ་དང་ལ་རེ་རྫོགས་དང་རྫ་གཅིག་གི་ད་ལྟ་དེ་ཚོང་ཁང་ནང་ནས་སྐྱོ་ལོག་དུ་སུ་ཐང་ཆད་རིམ་པ་བཞིན་དུ་སྐྱོ་ལོག་ག་རེ་ཡིན་ན་དེ་ངོ་བ་འདྲི་ཟིན་འདྲི་འདི་ནི་ད་དེ་ནི་དེ་ཉིད་ཕོ་རྟོག་བརྒྱའི་ཐེག་ཆེན་དུ་དེ་ལ

ད་ཁོ་གོང་འདྲེ་ཡིན་ན་རེད་དེ་ནས་མཚོ་རྒྱ་ཡིན་ན་རེད་སེ་སྐུ་དྲི་ཡིན་ན་རེད་ཡོངས་སུ་རྫོགས་པ་བརྫིས་དེ་ནས་དངོས་གནས་གྲོ་ནས་རྫ་ཆི་རྫོད་ཀྱི་བུ་མོ་འདི་ད་ང་ཚོ་གི་དེ་ནས་ཚོང་ཁང་འདི་གི་ནང་དེ་ལ་གུག་དགའ་དེ་ཁོང་ནར་གུག་ཧ་ཆེ་ས་རེད་དེ་འདི་དེ་ལ་རྫ་ཆི་རྫོད་ཀྱི་བུ་མོ་འདི་ང་ཚོ་གི་ཆུ་ནང་འདི་ལ་མེ་ཐ་མེད་པ་དེ་འདྲ་ཟེ་རེད་འདུག་འགའ་དུ་གོ་ཡིན་ནའང་ད་རྫ་ཆི་བུ་མོ་དེ་འདི་ལོ་ཆུང་ཆུང་མ་རུ་པ་སྤྲ་མོ་འདི་འདྲ་སོ་འདི་འདྲ་ཚོ་འཁྲུག་ལོག་ཚེ་ང་ཚོ་གི་གཞོག་གཞོག་རྒྱོ་ས་མི་འགོ་ང་ཚོ་དེ་འདི་ལྷོ་བྲག་ངོགས་ཡོག་རྫི་དེ་འདི་ད་ཁོ་ཚོ་གི་ཐོག་བརྒྱད་དེ་ཚེ་ལ་ཡིན། ད། སེར་སྐྱ་རྒྱ་དང་རྩེ་གོང་འབྲེལ་དེ་ཉེར་ཚོ་རྒྱ་ཁོ་ཚོ་དེ་ནས་ཡོངས་རྫོགས་ཀྱི་སྤྲུལ་རྩེ་དེ་ད་རྫ་ཆེ་ལྷོ་བྲག་ནག་གི་རྩེ་ཟེར་ད་ང་ཚོ་ཚོང་ཁུག་ནང་ན་ཁྲུ་ལོ་རྩེ་ཡོད་ཀྱོ་ས་མང་གི་རྩེ་ད་སྐད་དེ་དུས་དེ་ནས་ལྷ་ས་ལྷོ་བྲག་མུན་པོ་འོད་ཟེར་འོད་ཟེར་དེ་ལ་དེ་ནས་ད་དེའི་བཀའ་ཟུར་དེ་ནས་རྫ་ཆེ་ལྷོ་བྲག་ནག་ཟེར་ང་ཡ་ལྷ་ས་སྐད་ཀྱོ་ལྷོ་བྲག་དེ་ནས་ཡོད་པ་ལས་འཇིག་ཆར་མཛེས་ཟེར་དེ་ནས་མི་རོ་བ་རྫ་ཆེ་ལྷོ་བྲག་སྐྱ་ཐུབ་པ་ཚང་བ་རྫེ་ལེ་རི་དར་ཁི་ད་རྫ་ཆེ་ལྷོ་བྲག་ནོར་ལང་ནག་ཟེར།

རྟགས་ཡོངས་རྫོགས་ཀྱི་རྟགས་འདི་དེ་དེ་ལ་དང་ཁྱོད་དང་དེ་ནི་སྲས་ཀྱི་ཡ་ཚོ་ཟག་གི་ཐུན་གྱི་གོ་ཡ་ལེ་རེ་གོའུ་ཡ་ལེ་རེ་ད་ནི་བཙོང་དྲག་གའོ་ལྷོ་དྲག་འགྲོ་དེ་འདྲི་རྩེ་དེ་དེ་ལ་ད་ཡན་པ་ནང་གི་དེ་ནི་ཟག་བཅས་ལོག་གི་ཆ་ནས་ཡན་ན་རེ་ད་ག་ས་ག་ནི་དེ་ནི་ལྷོ་སྦྱོང་གི་ཆ་ནས་ཡན་ན་རེ་རྩ་བ་ལས་ཀ་གི་ཆ་ནས་ཡན་ན་རེ་མི་རུབ་དེ་ནི་འགྲོ་སྟངས་གི་འགྲོ་ལུགས་དེ་འདི་ཀུན་བྱེད་ཀྱི་ཆ་ནས་ཡན་ན་རེ། བ་ད་རྫ་ཆེན་རྫོགས་ཀྱི་བུ་མོ་དེ་དེ་ནི་ས་ཆ་དེ་ལ་ད་སྐད་གྲགས་ཆ་དེ་ནི་དུང་དྲག་གི་ད་གྲང་བ་ཟིན་རྒྱུར་གསུངས་སོ། བ་ད་ལྷོ་དྲག་འགའ་འདི་དེ་ལ།

དེ་ནས་ད་གང་ལྟར་དེང་དུ་ང་ཚོ་གི་སྟག་མ་ལས་ཟེར་ལ་ཁྱི་རེ་ཟེར་ན་ཀ་དེ་ཤེས་ཟེར་ལ། དེ་ནས་རྫ་སྐྱིད་ཀྱི་ཆུ་འགྱིག་འདི། འགའ་ར་ཚོང་ཡིན་ཟེར་ད། ཁུ་ཚོང་གི་ཁྱུ་ཚོང་དེ་ཚོ་གི་རེར་ཕ་ཨ་མྱེས་ཀྱི་དོན་དུ་འགའ་ཚིག་འདི་ཅིག་གི་དོན་དུ་འགའ་ར་ཚོང་ཡིན་ཟེར། འགའ་ར་ཚོང་ཡིན་འདི་དེ་ལ་ད་འགའ་ར་ཚོང་ཡིན་ཏེ་བདུད་པོ་ཙི་འདི་ལ་ད་བས་ཀྱི་དུ་གང་ལྟར་དེང་དུ་དེ་སྔན་ཁྱད་པར་དུ།

ཚུར་ཕོག་ཐོག་སྐུ་དྲག་དག་དོན་དྲག་ཆེ་ཡག་ཀྱང་ཆོ་རེ་དོ་ལེ་རེད། འོ་དེ་དེ་ལ་དེ་ནས་རྫ་སྐྱིད་རྫོགས་ཀྱི་སྟེགས་ཀྱི་མཆོད་མཇིང་དེ། ད་སྐྱེ་ན་སྤྲང་པོ་དང་ནི། དེ་ནས་སྟེགས་ཀྱི་ནང་ནས་ཀྱང་ཁྱོད་ཚང་གི་དེ་འགའ་རག་གི་དོན་དྲག་རྒྱས་པ་ཡིན་པ་ཧ་གོ་འདི་དེ་ལ། ད་ལྷོ་དྲུག་ནང་གི་འཛའ་ཟེ་ཡ། ད་རྫ་སྐྱིད་རྫོགས་ཀྱི་སྟེགས་དེ་འདི་འགའ་རག་ཡིན་སྲིད་ཀི་རྫི་དེ་ནི་སྔན་ཆད་ཁོས་ད་ཆགས་འགྲོ་འདི་གའི་ནང་ཁྲལ་ཁྲི་རྒན་ནོ་འང་དྲག་ལ་སང་ཁྲུས་ཞུས། ད་དེ་འགའ་རག་ཡིན་སྲིད་ཀི་གཙོ་བོ་རྫི་རྫི་རྫི་ཁྲུས་ཞུས།

ཨོ་འདི་རེད་འདི་བ་རེད་ཛོ་སྟོང་གྲོགས་ཀྱི་དོན་དུ་རེག་ད་མར་སྨན་པ་ཛོ་དེ་ནས་ཁོང་ཚོ་ཀི་གྲོགས་ཀྱི་རེག་ད་ཛོ་ཐང་ཆེན་ཆེན་པོ་ཡིན་ཛོ་ཡར་བཞག་དེ་འདྲི་བྱས་ཏེ་དེ་ལ་ད་གཉིད་ལུས་ཚོད་འདི་རེད་ཁོང་ཚོ་གཉིད་ལུས་ཚོད་འདི་ལ་རེད་ད་ཁོང་ཚོ་ཀྱི་དོན་དུ་དངོས་དངོས་གནས་གྲོང་ནས་ཀྱི་དོན་དུ་རྫ་ཆི་ཛོ་ཀྱི་འདི་བུ་མོ་འདི་ཀྱི་ཛོ་ཀི་ར་ཨ་ད་ཟའུ་ཀྱི་ལོ་རེད་དེ་ནས་ང་ཚོ་ཀི་ཚ་ལི་ཀ་རེད་ཟོང་ཡ་ར་རེད་ཨ་དེ་ནས་ཤི་རི་ནི་རེད་ཀ་ཟ་ཀ་འདི་འཛང་འདོ་ལི་རེད་ཀོ་ཡིན་ནའང་ད་རེག་སྨན་པ་རེད་ཛོ་འདྲི་བྱེད་ཛོ་འདི་སོ་ན་ད་ལྷོ་བྲག་ནང་དུ་ཁྱོག་ཁྱོག་ཡོད་ན་ཁྱོག་ཡོད་ཚེ་ཐེངས་ཡོད་ན་ཐེངས་ཡོད་ཛེ་དེ་ནས་ད་ཁོ་ཚོ་ཀྱི་དོན་དུ་ཕྱི་ཚེས་འདི་ཚེས་བརྩད་ཀྱི་མང་ཁི་ཚེ་ཁོ་ལྷོ་བྲག་ནང་དུ་ཐེངས་གཅིག་དྲུས་བརྩད་དེ་ཚེ་ལ་ཡིན།

ད་འདི་སྐུ་དྲག་གི་བུ་རེད་འདི་འགའ་རག་གི་བུ་རེད་འདི་རའི་སྨན་པ་རེད་འདི་རའི་ཐུམ་བུ་རེད་ཟེར་ང་ཚོ་དེ་འདྲ་བེད་ཀི་དེ་འདྲ་རྫུ་འཕྲུལ་བ་ལས་རེད་ད་དེ་དངོས་གནས་འཕྲུལ་འདི་བདུད་པོ་རེད་དེ་ཡིན་དེ་དེ་ལ་ད་ག་ཚོད་ལྷོ་བྲག་ནང་གི་ཁྱི་རྫོགས་སུ་གི་ཟིན་ན་ཁྱོད་ལྷོ་བྲག་ནང་ལ་སྔ་བ་དེ་འདྲ་ཚེ་འདི་དེ་ལ་ད་ལྷོ་རྒྱུན་ཡག་ལེ་རེད་དེ་ནས་ད་ག་ས་ག་ནས་ཁྱོད་ཡག་པོ་ཟིག་རེད་དེ་ནས་ཁྱོད་དེ་འདྲ་མེད་པ་ཆེ་མ་རེད་གང་ཡིན་ནའང་ད་ལྷོ་མ་ནང་གི་ཁྱོད་དེ་འདྲ་རྫ་དེ་འདྲ་གི་དེ་འདྲ་འགའ་རག་གི་བརྒྱུད་པ་རེད་དགོས་ཚོད་རེད་དུ་བ་རེད་དགོས་ཚོད་ད་ལྷོ་མ་ཁྲི་ཁྲི་ཤོག་དེ་ཚེ་ས་ལེ་རེད།

ཡི་གེ་དང་སྒྲ་བྲིས་དེ་ནི། ད་ཡི་གེ་དེ་ནི་ད་ཕར་ད་ལྷོ་དགྲ་བགེགས་ཀྱི་སེང་རི་འཛིན་ན་ད་བོང་འདྲེ་ཁུག་གཅིག་དགོས་ལ་རིར། ང་ད་བོང་འདྲེ་ཁུག་མ་གཅིག་རང་ཁྱེར་རེད་དེ་འདི་དེ་ལ། ད་བོང་འདྲེ་དེ་འདི་ནང་ཡོད་ནང་གི་རྒྱ་གར་ལ་ཕག་དེ་ང་ཚོ་གི། འདི་སྐྱོག་ལག་དེ་ཁུ་བ་ཕག་ཚིག་འགྲོ་འདི་དགོས་ལ་རེད་ད་གང་ལྟར་དེ་འདི་རྫ་ཆེའི་ཁོངས་གཏོགས་ཀྱི་སྐྱེས་ཀྱི་གྲ་འདྲི་བཙལ་དེ་འདྲའི་ཆེ་ཚིག་ལས། ད་ཕར་ད་དེ་འདི་དབྱིན་ཇི་ལོ་གྲ་སྔགས་ཀྱི་རྫས་དེའི་ཚིག་ལས།